ངག་དགོན་པ་ནང་ནས་མ་བསྡད་ནས་དགོངས་བཞེས་བྱེད་དགོས་རྩ་བ་འགྲོ་མོད་དེ་དེ་མཁན་པོ་འཁོད། དེ་ནས་དེ་ལོ་ཆུང་ཆུང་རེད། དེ་ནས་ད་སྨན་རི་མཁན་པོ་ནས་ཉི་མ་འོན་རྒྱག་ནས་དགོངས་པ་རྫོགས་ཚར། དེ་ནས་ད་སྟག་རི་བྲིས་པ་རེད། སྟག་རི་བྲིས་དུས་ད་ཤི་ཤི་རབ་བློ་གྲོས་ཕེབས་པ་རེད་ཤི་རབ་བློ་གྲོས་དེ་དུས་ལོ་ཆུང་ཆུང་རེད་དགུང་ལོ་ཆུང་ཆུང་རེད་དགེ་བཤེས་དེ་ཐོན་ཚར་ནས་ཚོགས་མ་ཚར་སློབ་སྦྱོང་ཚར་རེད་དེ་ཡིན་ནའང་ད་ཆ་ང་ལ་སྔོན་མ་སྨན་རི་སྲོང་གི་སུ་དཔོན་བཞག་པ་རེད། སུ་ཕོན་བཞག་དུས་དཔེ་ཆ་སྦྱོང་གིན་སྦྱོང་གིན་བྱས་ནས་དགེ་བཤེས་ཐོན་དགེ་བཤེས་ཐོན་ནས་དེ་ནས་སྟག་རི་འགྲིལ་དུས་ཁོང་བོད་སོང་བ་རེད། ད་ཁོང་བོད་སོང་དུས་ལོ་ཆུང་ཆུང་རེད། ད་མེ་རི་མཁན་པོ་རྫོགས་དུས་ད་བོན་པོ་ཚང་མ་གི་གཙུག་རྒྱན་རེད། ད་ཆུང་ཆུང་ལོ་ཆུང་ཆུང་རེད་དགེ་བཤེས་ད་ཐོན་པ་རེད་དེ་ཡིན་ན། ངེད་མི་ལུགས་སྲོག་འགྲོ་ངོ་བཅད་ནས

དེ་རུ་བྱས་དུས་ད་གཟོད་མེ་རི་ཉི་མ་འོང་རྒྱ། མཁན་ཆེན་ཉི་མ་འོང་རྒྱ་དགོངས་པ་རྫོགས་ཚར་བའི་རྗེས་སུ་སྐུ་རྒྱུ་ཚར་རྗེས་དཔེ་ཆུང་པོ་རེ་ཧ་ལས་ལས་ཀྱི་ད་གཟོད་ཕྱུག་པོ་རེ་འདུག་རེད་དེ་ཡིན་ནའང་མེ་རི། ལུག་སོགས་འདྲ་མོ་དེ། དེ་རླབས་རང་གི་རྙེད་པ་ཟེར་མཁན་འདྲ་མོ་དང། སྤྱི་ཁྱབ་ཏུ་བཞུགས་ཏེ་དེའི་གདུང། དེ་ནས་ད་ལྟའི་སྐྱེས་སམ་རྣམ་པ་བཞི། ད་ལྟ་སོ་ཚང་མ་གི་ཚོགས་འདུ་ལྷན་རྒྱས་འཚོགས་ནས་དེ་ནས་དུས་རྒྱུན་དུ་སྨན་རི་མཁན་པོ་དགོངས་པ་འཛུགས་ཚར་དུས་དེའི་ནང་ནས་ད་སྔོན་མ་གི་ལུགས་སྲོལ་ལ། བཀོད་རྒྱུ་ཚར་རྗེས་སྤྱི་ཁྲེས་ག་རེ་ཡོད་པ་དེ་མང་དུ་སོང་ལྷག་གཏོགས་གཙང་དྲིལ་བྲོ་བ་ས་མ་རེད།

ང་བཞུགས་རང་བཞུགས་རེད་སླར་རང་ནས་ད་ཆ་འགྲོ་སོང་གཏོང་ཆས་ཀྱི་རྒྱུ་ཆ་གཙང་ནི་མི་འདུག་དེ་ནས་ཁོང་རའི་བཞུགས་སྐྱེལ་ས་ཞིག་མང་གཏོང་ས་ཀྱི་མི་འདུག་མ་རེད་སྨན་རིན་གྱི་གཞིས་ཀ་རྫོགས་རྒྱུ་ཚད་མ་རེད། ཐོབ་རྒྱལ་ལ་ཡང་གྲོང་པ་སུམ་ཅུ་ས་ཞིག་ཡོད་མཁན་གྱི་གཞིས་ཀ་བཙལ་བ་རེད། དེ་གི་ཁོང་རའི་གཞིས་རྒྱུ་དང་གདོང་ཤོག་འོག་ས་རེད་ཟླ་བ་རེ་རེ་ལ་འབྲུ་ཁར་སང་སང་ཕུག་འོ་རེད།

ཡིན་ནའང་ད་གཟོད་བསླབ་རུང་གི་གཏོང་སྒོ་དང་དེ་ནས་སྒྲུབ་པ་དང་ད་ཡར་མར་འགྲོ་སོང་གཏོང་རྒྱུ་ད་གཟོད་དཀོན་པོ་རེད། དེ་འདྲ་བྱས་དུས་ད་ངས་དགོངས་ཞུ་བྱས་ནས་ང་ད་གཟོད་མའི་ཕྱི་ལུགས་ལ་འགྲོ། མའི་དུང་རྭ་ནང་ནས་ཡར་བཙལ་འགྲོ། ག་རེ་བྱུང་རུང་མ་བྱུང་རུང་ད་གཟོད་མའི་རྟོགས་བཙལ་ཕན་ཐོགས་ཡོང་རྒྱུ་རེད་ཅེས་ཁོང་རེ་ད་གཟོད་དེའི་ཕར་ཐག་ལ་དབང་ཁག་ཅན་ལོག་ཤོར་རྒྱུ་རེད། དེ་དུས་བསྟན་པ་བློ་གྲོས་མཁན་ཆེན་སུམ་བཅུ་ཐམ་པ་དུ་མར་བས།

ང་ད་ཆ་ཕར་སོང་གདོང་ར་ནང་དུ་སོང་ནས་ལོ་གཅིག་ལ་འབུད་རྒྱུ་བྱས། དུད་འགྲོ་ཕར་ཚུར་མའི་དུད་འགྲོ་རེད་ལྕགས་ལག་རེད་ཚང་མ་བསྡོམས་པས་ད་ཆ་པན་གཡག་དང་ཚང་མ་བསྡོམས་པས་བདུན་བཅུ་དོན་དྲུག་ས་ཞིག་བྱུང་སོང་དེ་སོགས་ཚང་མ་ཚུར་བཀོལ། དེ་ནས་ང་གིས་བསམ་བློ་བཏང་དུས་ད་དུས་ཏོག་ཙེ་ཉེན་ཁ་ཆེན་པོ་འདུག་ད་ང་ད་རུང་ལོ་རེ་ལོ་གཉིས་ད་སྲིད་དུས་འགྲིག་ན་ནས་འདུག། དེ་མ་འདྲེས་ན་ནི་དེ་ནི་ད་ཁོང་རེད་ན་ག་རེ་ཡིན་ནམ་ནི་ཚང་ཞོག་དེ་རེད། དུས་འགྱུར་བ་སོང་ནས་ནི་ང་གི་ཆེད་ཕན་ཐོབ་གལ་འགུལ་སོགས་ཡོད་རྒྱུ་མ་རེད་ང་སྙམ་པོ་ལས་ཡོད་ན་འདྲ་མེད་ན་འདྲ་ཕན་ཐོགས་མི་འདུག་དེ་ནི་ཡོང་རྒྱུ་སྤྲད་མ་གཏོགས་མེད་དུས་ད་ག་རེ་ཡོད་མེད་ནི་ང་དུས་ཟིན་རེད། སྐད་ཆ་ནི་ཡག་པོ་བརྩམས་ནི་མི་འདུག་ཁོང་རེད་ནི་སྨན་རི་ལ་བཞུགས་ཞོག་ག་རེ་མ་བཞུགས་རུང་ཞོག་རེད། དེ་ནས་ང་དུང་རྭ་ནང་ནས་ཕར་སོང་དུང་རྭ་ནང་ནས་ལོ་གཉིས་བསྡད་པ་རེད།

སྐུ་མདུན་གུང་རེག་དང་ཞིག་དབྱར་ཁ་རྩེ་ལས་བཞུགས། དེ་ནས་དེའི་མཚན་མ་ལ་མའི་དབྱུག་པོ་མི་སྐྱེས་ཁེར་ཁྲིད། མི་གཞན་པ་གཉིས་དང་ཁོ་རང་སོགས་འགྲོ་རྒྱུད་རྫིག་རེད། མི་སྐྱེས། ཆུང་དྲག་རྫོགས་བྱེད་སའི་མ་ཡིན། མི་སྐྱེས། ཆེད་དུ་བསྙད་ནས། ཁོ་རང་ཁས་ལེན་དམ་བཅའ་བྱས་ནས་ཁོ་སྐུ་སྲུང་བྱེད་རྒྱུ་བྱས། ཞབས་སུ་ཞུ་རྒྱུ་བྱས། དེ་ནས་ཤཱ་ཀྱ་ཁོ་ལྷོ་ཕྱོགས་ལ་ཚུར་འོང་ནས་ཏྲེ་བ་ལྷག་མ་ནས་ཚུར་འགྲོ་ཕྱག་བྱས། ད་ཏྲེ་བ་ལྷག་མ་ལ་ཁོང་རྣམ་པ་ས་མ་ཆོད་ནས་ཡར་ཀློག་ལ་བརྩབས་སོང་འདུག།

གྲྭ་བ་གཉིས་གྲྭ་བ་སངས་ཀྱི་ཆོས་གདམས་པའི་མི། མི་སངས་སྲས། ངོ་སོ་ཆོས་མི་སངས་མི། དེ་ནས་འགྲོ་ཐབས་མ་བྱུང་ཐོ། དེ་དུས་ཀྱི་ལུས་སུ་རེད། ད་དེའི་གྲྭ་ལ་ཤེས་རབ་བློ་གྲོས་འོ་རེད་འོ་ཅེས་དང། འོ་རེད་དེ། ད་དེའི་ཤེས་རབ་བློ་གྲོས་དངུལ་སྲི་ད་སྲི་རེད་ལ་གབ་ཤི་གབ་ཤི་ཅེས་གཡག་ཁ་སྡེ་བ་ཁ་ཤས་ཟེར་ལ་དེ་རིང་ཅེས་དེ་འདྲའི་གཙང་ནས་བློ་བདེ་པོ་མི་འདུག་ད་གངས་ཅན་མའི་ཁོང་རེད། ཁུ་པོ་ཁོ། དེའི་ཁུ་པོ་ཁོང་གི་མི་ཚེ་བསྔགས།

བདེན་སྨན་ཁང་གི་དག་ཞིབ་མའི་དབྱུག་པོ་བཅས་དུས་རེ་བྱེད་མཁན་བདེན་སྨན་དབྱུག་པས་ཅེར་སྐུ་སོགས་ཆུ་ཀླུང་པ་འདི་ཚང་མ་གི་ཧ་གོ་རེད་དེ་མའི་ངའི་གྲྭ་བ་དེ་དེ་གི་ད་རུག་པ་འདྲ་མོ་བྱས་ནས་ཁོ་མའི་རྒྱ་མི་གི་མང་རྒྱུད་ནས་དུད་འགྲོ་བལྟ་མཁན་བཞག་དུས་རེ་བྱས་རེད་དེ་ནས་ད་དེ་བཞོག་ནས་ང་མ་ཁྲིད་ཤོག་རྫིས་ཤན་རྩ་རྫོང་ལ་མ་ཁྲིད་ཤོག་རྫིས་འདུག། ཡང་མི་ཁ་ཤས་གཏོང་བཞིན་འདུག་ད་མ་འགྲོ་ན་ནི་དེ་ནས་ད་བཙོན་ཁང་ནང་འགྲོ་རྒྱུར་མ་གཏོགས་དེ་ནས་ཡང་ན་གསོད་རྒྱུ་རེད་ཡང་ན་བཙོན་ཁང་ནང་འགྲོ་རྒྱུར་མ་གཏོགས་ཟེར་གི་མི་ཐག་ལན་ཐག་ཆོད་རེད། ཡང་མིན་ན་ད་བྲོས་ན་ནི་འགྲོ་ཉག་རེད་ཟེར་ད་ཁོ་མེད་ད་ཁོ་རང་ང་ལབ་རེད་ད་འགྲོ་ན་ནི་འགྲོ་ཅག་རེད་ཟེར། ངས་མི་ཤེས་ཟེར། ད་ཡང་མིན་ན་མ་སོང་ནི་བཙོན་ཁང་ནང་ནས་འདུག་རྒྱུ་རེད་ཡང་མིན་ན་ད་ཟེར་ད་ག་རེ་བྱེད་འོང་དེ་ཤེས་རྒྱུ་མ་རེད་དེ་ནས་ཐུགས་རྗེ་ཨེ་མི་ཡང་དཀོན་རྒྱུ་མ་རེད་ཟེར་ང་ནི་མཉམ་དུ་འགྲོ་ས་རག་རྒྱུ་མ་རེད་ཟེར།

ད་མཚན་མོ་ཅོང་ཅོང་འོང་ནས་ཁྱི་ལྟོ་གོས་བརྒྱབ། མཚན་མོ་ཉི་ཤུ་རྩ་གཉིས་ཀྱི་གློག་སྨན་རྫོང་ལ་སླེབས་པ་རེད། མཚན་མོ་ཅོང་ཅོང་འོང་ནས་ཉིན་མོ་ཡར་ནང་ལུང་སྡེ་རི་མགོ་ལ་གབ། མཚན་མོ་ཅོང་ཅོང་མར་ཡོང་ནས་ད་སི་ལམ་ཁ་དེ་ཚད་ལྡན་ཡོད་མ་རེད་དེ་ད་ཚོད་ཚོད་མིན་མིན་བྱས་ནས་གློག་སྨན་རྫོང་ལ་སླེབས་པ་རེད། དེ་ན་དེ་ན། ཨ་ཁུ་རྒྱལ་མཚན། ཁྱོད་གོས་ནུ་འཛེར་བ་དེ་ཨག་རྒྱ་མཚོའི་སྒྲོག་པ་སྟེང་གི་ཨག་རྒྱ་མཚན་དང། བླ་མ་ཞིང་ཁང་དེ་དང་ཁོ་ཚོ་ཚང་མ་ད་ཆ་ཡག་གི་བློ་ལ་ཐོགས་པ་རེད། དེ་ནས་བཟུང་ནས་བླ་མ་རྒྱ་མཚན་སྨད་དེ་ཨག་རྒྱ་མཚན་དང་བླ་མ་ཞིང་ཁང་སྐུ་སྲོག་གི་སྣེ་ལེན་བྱེད་ནི་དཔེ་ཡག་པོ་བྱས་སོང། དེ་ནས་མ་ཡང་ད་ལྟ་བ་དེ་དུས་ཕལ་ཆེར་ད་ལྟ་བ།

དེ་ནས་འབྲོག་གི་བླ་མ་ཞིང་ཁང་དུ་དངུལ་སོགས་ཚང་མ་མཉམ་དུ་མར་ཡོང་ནས་བལ་ཡུལ་ལ་བསྡད། བལ་ཡུལ་ལ་དངུལ་སོགས་དངུལ་སྤྲད་ཡ་མི་འདུག་ཁང་པ་བླངས་ནས་མི་འབའ་བོ་དག་ལ་དངུལ་སྤྲད་ཡ། ཁང་གླ་སྤྲད་དགོས་དོན་མ་གཏོགས་སྡོད་སྐྱོང་མཁན་མི་འདུག་དེ་ནས་ཁང་གླ་སྤྲད་ཡ་དངུལ་མི་འདུག། ད་ཕ་གི་སྣ་ཆུ་དགོན་པར་འཛུལ་ཕ་གིས་རྩེ་བོ་རེད་དེ་རི་འགོག་ཕུ་ན་ཨ་ནེ་དགོན་པ་ཟེར། དེའི་ནང་ལ་ད་གཟོད་དེ་མ་ཚོ་དང་རྟ་མོང་གི་དགོན་པ་སོགས་རེད། དེ་ལ་ད་གཟོད་གྲྭ་བ་ཚོས་ཐོབ་བྱུང་དེ་ལོའི་ད་གཟོད་སྐད་ཆ་དྲིས་ནས་གནས་ཚུལ་གཡར་གི་ཡིན་པ་བརྗེད་དེ་དགོན་པ་ནང་ནས་ཞག་ཤུག་དེ་སྡོད་ས་ཡོད་སར་གླ་སྤྲད་དགོས་མ་རེད་ས་ད་དགའ་དགའ་ཀྱི་ངུ་སོ་ཚང་མ་གནའ་རབས་ཁྱེད་དགོན་པ་ལ་ཞག་མ་བར་ཆད་དང་ཞག་མ་བཅུ་དགུ་ཉི་ཤུ་ས་ཞིག་དང་དོན་ཡང་མ་ཟད་རེད་གླ་སྤྲད་དགོས་མི་འདུག་ད་ག་ལ་ས་རྒྱུག་པས་དཀའ་ལས་ཁག་པོ་རེད་ཡིན་ནས་མ་ཁོ་པོ་ཁོ་ནས་འབའ་བུ་དག་དང་མ་རྒྱ་ས་འདི་སོགས་ལ་ཡོང་ནས་ཁོ་པོ་ཁོ་ནས་ཡང་ཡར་འཁོད་དགོས་རེད། དཔེ་ཀ་ལི་ཁག་པོ་རེད་ཡིན་ནའང་ད་གཟོད་བླ་སྤྲད་དགོས་མ་དགོས་དེ་ཡག་པོ་འདུག། མི་གཞན་ནས་ཡང་གི་དེ་ལ་རིན་གོང་ནས་རྐུ་མ་བརྐུ་ནས་སྒྲུབ་རྒྱུ་འདུག་དེ་འདྲ་དེ་འདྲ་ཅི་དེབ་རེད། དེའི་མཚམས་ནས་ད་གཟོད་ཤ་པགས་དཔའ་སྲུང་མཛོད་ཀྱི་དེ་དང་སི་ནའི་དགུ་རབས་མཛོད་ནས་དབྱིན་ཇི་པོ་པེ་སར་དེ་ཁོང་གཉིས་ཧོབ་ཏི་ཀ་ལ་ང་འོང་ས་ལ་བསླབ་འདུག་དེ་རིང་ཁྱོད་ཚོ་བླ་མ་གྲྭ་བ་ཁ་ཤས་བོན་པོའི་བླ་མ་གྲྭ་བ་ཁ་ཤས་འོང་རེ་བརྫོ་བཞིན་གྱི་སྲོལ་ཡིན་པས་སོ། དེ་ཡིན་གྱི། དེ་ནས་ཡག་ཅིག་མ་ཅིག་དེ་ཉིན་མོ་དེར་དེ་འདྲ་དེ་འདྲ་ཅེས་སྐད་ཆ་འདྲི་དྲིས་དཔེ་ཆ་ག་རེ་ཡོད་ཟེར་མཁན་འདྲ་མོ་འདུག་བཙན་གྱི་ཐབས་སྐད་ཆ་དྲིས་བསྡད་པ་རེད་ཡང་དེ་སང་ཉིན་ཡོང་རྒྱུ་ཟེར་ཡང་སང་ཉིན་ཡོང། དེ་ནས་ད། སྐུ་གཞོན་མཁན་ཆེན་དང་ཟངས་ཐལ་རྒྱལ་མཚན་གཉིས་ལྡི་ལི་ལ་དེ་སྲིད་ཁོ་ཚོ་ཐོག་ཡིན་པ་རེད་ཁོ་གཉིས་ཀྱི་ཡི་གེ་དཔར་བརྡབས་ཤོག་རེད། དེ་ཡི་གེ་ག་ཤེད་དཔར་བརྡབས་བཞིན་འདུག་ལྡི་ལི་ལ། ཁོ་གཉིས་དེ་ན་ལབ་འདུག་ངས་ཧ་གོ་མ་སོང། དེ་ཤེས་གི་མི་འདུག་དེ། ད་ལྡི་ལི་ལ་མེད་དེ་ནས་གཞུང་མ་ཁོས་ཕྱི་རྒྱལ་ལ་འགྲོ་གི་ཡིན་པས་འཛོལ་བཞིན་འདུག་དོན་དངོས་སུ་ད་ཕྱིར་བླ་མ་ཞིང་ཁང་དེ་ང་གཅིག་ངའི་གྲྭ་བ་དང་ངའི་སྲང་དེར་མཉམ་དུ་འགྲོ་རྒྱུ་བྱུང་ན་འགྲོ་གི་ཡིན་ཟེར་ཏེ། མཉམ་དུ་འགྲོ་རྒྱུ་མ་བྱུང་ན་ད་ཕྱིར་མི་འགྲོ་གི་མིན་ཟེར། ད་ད་དེ་མཉམ་དུ་འགྲོ་ཆོག་གི་རེད་ཟེར། འགྲོ་ཆོག་གི་རེད་ཟེར་དང་པོ་ཁྱོད་རང་འགྲོ་ཟེར།

དེ་དུས་ཁོང་རྣམ་པ་ང་རེ་སྙོང་འོང་ན་འོང་འགྲོ་ང་དེ་དུས་སྨན་རི་དཔོན་སློབ་རེད་ཁོང་རྣམ་པ་ད་ཆ་སྨན་རི་ལས་མཇལ་ཁ་ཕབ་ལེ་ཡིན་གསུངས་ཞིག་འདུག་བ་དེ་ང་ང་ལ་རྫོགས་རྒྱུ་མི་འདུག་ད་དེ་ན་འཇགས་པ་རེད་དེ་ནས་དེ་ན་ཐུག་དུས་དང་ངའི་རུས་པ་འཁྲིད་རྒྱུ་གི་སྐད་ཆ་ཞིག་ཀྱང་མི་འདུག་དེ་ནས་ཡག་ཅི་མ་ཅི་དག་མེད།

དེ་ན་སྐྱབས་བཅོལ་བྱས་ནས་དེ་ནས་བཟུང་ནས་ངོ་སོ་ཟ་རྒྱུ་རག་བཞིན་འདུག་དེ་ནས་ཟ་རྒྱུ་སྤྲད་གི་འདུག་མི་ལ་ལྟ་ཟེར་ཚེ་སྨན་འདྲ་སྤྲད་གི་འདུག་ནག་དེ་མཁན་ལ་དེ་ངོ་སྤྲོད་བྱས་དཔེ་ཡག་པོ་རུག་པ་བྱས་སོང། ད་དེ་ནས་བཟུང་ནས་དེ་ནས་ངས་བསམ་བློ་བཏང་ད་ད་ངོ་སོ་ཆུ་ལོག་ནས་བཅུག་པ་རེད། ད་མ་འགྲོ་ན་ནི་ད་ང་ལ་མི་སྟེར་ཚད་ལས་བརྒལ་མི་འདུག་རྗེས་ལ་ད་ཚོད་མའི་བླ་མ་ཞིང་ཁམས་དེ་དང་གྲྭ་བ་གྲོང་ཁྱེར་དང་ད་རུང་གྲྭ་མང་ཇི་ལྟ་བ་དེ་ནི་ག་ལེ་གུ་ལེ་བྱས་ནས་བཀྲལ་བ་ཚང་མ་ངས་ངོ་ཤེས་རེད་དེ་ངས་ཀྱང་ང་བཀྲལ་བར་ངོ་ཤེས་མཁན་མེད། དེ་སྒྲོག་པ་དྲན་ནས་མ་རྫོགས་དེ་ཀློག་ནས་ཀྱི། རྫོང་ཚང་པ་ནས་ཀྱི་དེ་ནི་ག་དུས་ཡིན་ན་ད་བཀྲལ་བ་དེ་བཀྲལ་བ་མང་པོ་འདུག་དེ་ཚང་མ་བོན་པོ་ཤ་སྟག་རེད་དེ་ནས་ལྷག་པར་གྱི་པོ་ར་ལ་གཏོགས་ཚེ་ཉི་མ་བདུན་ཕྲག་བརྩེགས་གཉིས་ཚེ་བརྒྱད་རེད་དེ་དུས་ཨ་ལྟ་ཞིབ་ད་ཚང་མ་འདུག་དེ་སྤྲོ་བ་ཐམས་ཅད་ཚང་མ་དེ་བོན་པོ་བོན་པོ་ཅུང་ཅུང་རེད་འདུག་ད་ཚང་མ་གིས་ལྟ་ཞིབ་བྱེད་མའི་ནང་ཚ་འདྲ་མོ་རེ་ཚ་འདུག་དེ་ནས་ད་ད་དུ་དྲི་བྱེད་དུས་དེ་སོགས་ཚང་མ་ལ་ཡར་སྐྱབས་སྐྱོར་རང་རེད་ད་མིག་ལྟས་སེལ་གལ་མི་འདུག་ད་ག་རེ་ཡིན་མིན་ན་འགྲོ་བཞག་ནི་མ་གཏོགས་ཟེར་ང་བསྡད་བཞག་ན་ཅང་མིག་ལྟས་སེལ་མི་འདུག་བསམ་དེ་ནས་ཁྱོད་ངའི་གསུངས་པ་དོན་མཐུན་བྱས་ནས་ད་སེར་སྐྱི་ཡར་ལ་འགྲོ་རྒྱུ་ཐག་བཅད་རེད་ད་ཚེ་རྒྱལ་དོག་ཅིག་དེ་གསུངས་པ་རེད་ད་ཕ་གིས་ད་ནི་བློ་བཟང་ཁྱེད་སྟོང་དགུ་བརྒྱ་དྲུག་ཅུ་རེ་བཞི་མ་རེད་པ་དེར་ད་ཕ་གིས་དབྱིན་ལན་ལ་བསྡད་བཞག་རེད་ངའི་གསུངས་པ་གཅིག་པ་རེད།

དེ་ནས་ཁོང་རྣམ་པ་ལྔས་ནི་མའི་རྣམ་གྲངས་ནང་ནས་ཕབ་ནས་ཕབ་སྐད་ཤྲཱི་ལང་ཀ་ལས་སོང། ང་ད་ཆ་མོ་ཏྲ་ནང་འགྲོ་དུས་བྱེ་བྲག་ན་གི་འདུག་དེ་མ་སོང། དེ་ནས་ཀ་ལི་ཀ་ཏཱ་ལ་སྡེ་བ་བཅས་ཚར་གཅིག་སྒུག། གོས་སོགས་ཕབ་ཤྲཱི་ལང་ཀ་སོང། ཨི་ཏྲ་ལི་སོང། དེ་ནས་ཀ་ལི་ཀ་ཏཱ་ནས་ང་གཅིག་པོ་ཡང་རྣམ་གྲངས་ནང་ནས་སོང། ང་ད་ཆ་རིག་པ་སོགས་རེད་སེ་རག་གི་གྲྭ་བ། ཁོང་མའི་རྐང་པ་མེད་མཁན་ཚེ་རྐང་པ་ཁ་ཡག་མེད་མཁན་ཚེ།

རེ་གཉིས་ལོར་དགོངས་པ་རྫོགས་སོ། དྲུག་ཅུ་རེ་གཉིས་རེ་གསུམ་ལོར་མི་མི་ནག་ལས། དེ་ནས་དེ་དེས་དགོངས་པ་རྫོགས། དེ་ནས་ད་བླ་མ་དེས་ཚུར་ཕེབས་དགུང་ལོ་བདུན་པོ་རེད་དེ་ནས་ད། ད་ཏོག་ཙེ་ཞབས་ཙེ་ཤོད་ཙེ་མ་བརྒྱད་ནང་དུ་བསྡད་བཞག་ཅག་ཕན་ས་མ་རེད་བསམ་ར་ས་ནོར་མོག་པོ་དང་བསྡད་ནས་འདི་འདུག་ས་དང་རག་ས་རེད་དེ་ད་གང་ཅི་ང་མི་སྡོད་རྗེས་དེ་ནས་ཚུར་ལུགས།

ཨིན་ཇིའི་ཨམ་པ་སི་དེ་ད་ཞིག་བྱེད་རྒྱུ་རེད་འདུག་དེ་གི་ལས་རོགས་བྱས་ནས་ད་ཞིག་བོད་པའི་ཕྱུག་ལ་མེ་ཚི་ཕག་ཚི་ཁྱི་ལས་དགོས་ན་ད་ལས་རྒྱུ་གི་དོན་དུ་བྱས་ཁས་ལོང་མེ་ཁྱི་རེད་ཕ་གི་ལ་བལ་ཡོད་རྒྱ་གར་ལ་བཙལ་ཚད་དུ་ང་འགྲོ་བསམ་བསམ་མི་འདུག་དེ་ནི་དེ་བས་དཔེ་བརྩིག་པ་ས་རེད་སི་ནེ་གི་ར་གཞུང་མ་ང་དགའ་མ་རེད་དེ་ནི་སྤྲོ་ལོང་ཐག་ཆོད་མེད།

ད་ཕྱི་ནས་དགོས་རེད་དེ་ན་བཙོན་ནི་ལྷག་པར་གྱི་རྩིག་པ་སྲ་རེད་ཆོས་བསྡུ་སྒྲུབ་ཐབས་རྡོ་རྗེ་འདོད་དགུ་ལས་ད་ཕྱི་སྐྱེ་གི་མི་འགའ་ཚོས་མང་པོ་ཤེས་ཡོད་རེད་དེ། ད་ཡིན་ནའང་ང་རང་བསམ་པ་ལ་ད་ཕྱི་ངའི་བླ་མ་ཕ་གདན་འདྲེན་ཞུས་དེ་ན་བཞུགས། དེ་ནས་གྲྭ་བ་ཐམས་ཅད་ཚང་མ་དེ་རུ་རུ་གྱིས་དུད་འགྲོ་བྱས་དུས་ངུ་སོ་ད་ཕྱི་རུ་རུ་གྱིས་དེ་ན་བསྡད། དེ་ནས་དེ་དུས་གཡུང་དྲུང་ལས་མཁན་ཆེན་བཀོད་མེད་དང་ད་ངུ་ན་ལས་ལོག་རེད། རྩོད་སྒྲུབ་རིན་པོ་ཆེ་རྩེ་སྒྲུབ་སྒྲུབ་གྲྭ་མཁན་པོ། དཔལ་གསུང་བླ་མ་ཀུན་བཟང་རྒྱལ་མཚན་དུས་སོགས་ཚང་མ་དུ་མི་ནག་ལི་ལ་སྐུ་ལུས་མཉམ་འདུག་ལ་འདུག། དུས་སོགས་ཚང་མ་ཡར་སོང་ནས་འགྱིང་འཕྲད་བྱས། དུས་སོགས་སྲོད་ལ་འཇའ་ཤ་ཞུས་ན་ད་གར་བྱེད་ཀྱི་རྫོང་རྩེ་རེ་བ་རྒྱག་སྡོད་པས་ཟོག་འདྲ་མོ་ཟ་མ་ཐུབ་མི་འདུག། ད་གར་བྱེད་ཀྱི་མཆུ་སྒྲོ་བྱེད་དགོས་རེ་རྫོགས་ནས་གློག་ཁྲིད་བཞིན་དུ། ངས་ད་ཆ་མལ་ཆ་རྒྱག་རྒྱུ་ལ་དེ་སོགས་ཚང་མ་རུག་རུག་བྱས་ནས་བཙལ། མི་མང་དུས་རབས་ཀྱི་དུས་རབས་ལྔ་ལ་ཉམས་མྱོང་མེད་དུ་བཙལ་བ་ཉིད་ནས་འདོད་པ་འདྲ་མོ་ཡང་མལ་ཆས་ཐུབ་རྒྱུ་རེད་བསམ་བསམ་མི་འདུག་དེ་མ་རྒྱས་རང་རྒྱས་རེད་འདུག་དེ་ནས་ཚང་མ་གིས་ད་ག་རེ་བྱེད་ཀྱིན་ངུ་སོང་ག་འདྲ་བྱེད་དགོས་རེད་ཚུར་ཚུར་ལོག་བྲིས་འདུག་ད་ང་ལ་ད་ལྟ་འདི་བྱེད་རྩོད་ཀྱི་མི་འདུག་དེ་ནས་གཞི་ནས་མ་སོང་མལ་ངས་ལྟོས་ངོ་ཤེས་ས་ངེད་མ་ནི་གནས་ཚང་འདྲ་མོ་ཡིན་ལ་ལྷ་ལུང་པ་རྫོགས་ཀྱི་རྩེ་བ་རེད་ཁོ་ངོས་ལྷ་ལུང་པ། དེའི་རྩ་ལ་བསྡད། དེ་ནས་དེ་གི་ད་དེ་ལ་བློ་ཁྲིད་ནས་ཡ་ཅེ་མ་ཅེ་བྱེད་དུས་དེ་ནས་དོན་མཐའ་མ་ལ་དེ Catholic Relief Service ཞེས་བྱུང་ནས Organize བྱེད་མཁན་སོ་བྱེད་འདུག་དེ་གི་དུས་རྒྱུན་དུ་དཱ་ཞི་མའི་སྐྱབས་བཅོལ་བ་ལ་དང་རྒྱ་གར་ལ་དེ་དུས་སྐྱབས་བཅོལ་སློང་འདུག་གོ་འདུག་དཱ་ཞི་མའི་གྲོས་ཆག་དང་འོ་མ་དང་སྔགས་དང་དེ་དྲུག་སྤྲད་མཁན་ཞིག་རེད། ད་དེ་གི་སྒྲ་རེད་བཀྲ་དེ་ལ་མེ། ཐུག་འཕྲད་བྱེད་ད་ངོ་སོ་མ་ཡིན་ནོ་རེད་པི་པོ་རེད་མི་ཉུང་ཉུང་རེད་ཆོས་ལུགས་ཁ་ཁ་རེད་དེ་རེད་རྗེས་རྒྱ་གར་ལྷོ་ལ་སོང་རྫོང་ཁའི་ཧྲ་ཚ་འདུག་དེ་མི་ཚོགས་པ་མང་པོ་འགས། རྒྱ་གར་ལྷོ་ལ་སོང་པ་ཡིན་ན་མང་པོའི་ནང་ནས་ཉུང་ཉུང་དེ་ངོ་སོ་ཡིན་འགྲོ་གི་རེད་དེ་ནི་ག་སོང་མི་ལེན་ཅན་ཡིན་མེད་གསུང་ཆ་ཐོས་གི་མ་རེད་ཕྱི་ལུགས་ལ་ཡོང་དགོས་ལས་དོན་དག་ག་ཡིན་ཟེར་ན་ངོ་སོ་ཆོས་ལུགས་དེ་ད་ཆ་བདག་པོ་རྒྱབ་རྒྱུ་གི་གཙོ་བོ་རེད་མ་གཏོགས་གཞན་ངོ་སོ་ཚང་མ་མཉམ་དུ་འགྲོ་ནི་མི་འགྲིག་རྒྱུ་མི་འདུག་ཚེ་བོད་པ། ད་དུས་རབས་བརྗེས་དུས་དེ་འདྲའི་ཡག་གཅིག་མ་གཅིག་མང་པོ་བཤད་ཤེས་ཆེད་ལོ་རྒྱུས་འདྲ་མོ་ཚང་མ་བཤད་བྱས་དུས་མཐའ་མ་ནང་བཞུགས་སྐུ་ཁས་ལེན་བྱས་ནས་ད་ལྟའི་སྐྱབས་སྨན་རིལ་བུ་འདི་གཞིས་ཆགས་གཙུག་རུང་བྱེད་རྒྱུ་གི་ཁས་ལེན་བྱས་པ་རེད། དེ་ནས་བཟུང་སྟེ་དེ་ནས་དུ་གཞིས་ཆགས་བཙུགས་ཐབས་དེ་ནས་ས་ཚུལ་ལ་ངའི་ཧི་མ་ཅག་གི་ནང་རྒྱ་གར་ལྷོ་ལ་སངས་རྒྱོ་མཁན་འདུག་སྟེ་ལྷོ་ལ་བཙགས་ནས་ད་ཚ་བ་ནང་ནས་ཡོང་རྒྱུ་མ་རེད་སང་ཐག་བཅད། ད་ས་ས་རྙེད་དགོས་འདུག་ཟེར་ས་རྙེད་རྒྱུ

ཀ་ཀ་ཡན་ཆད་ཀྱི་བར་དག་ཏུ་ནི་ཚང་མ་ས་ཆ་སྣ་ག་བཅུ་གི་ཐུག་ཐུག་ལ་སོང། ད་དེ་དེ་དེ་ལྟར་ནས་མཐའ་མ་ནང་ཞོར་ལ་ད་ལྟ་དེ་ཐོབ་རེད། སོ་ལན་ལ་ད་ཕྱི་མའི་སིན་ཏི་ལོག་སི་རྫོགས་རྒྱུ་ཨིན་ཅི་སློབ་གྲྭ་མི་འདི། ཨོ་སིན་ཏི་ལོག་སི་དེ་གི་མའི Principal དེ་གི་ང་རོགས་པ་ཆེ་རེད། དེ་ཁོ་ཚོ་ད་ཕྱི་ངའི་སྦྱིན་བདག་མའི CRC གི་ཁོ་ཚོ་འགྲོ་སོང་གཏོང་ས་གི་སློབ་གྲྭ་གཅིག་རེད་འདུག། དེ་གི Prince པོ་དེ་གི་ད་ཞིག་ཕ་གི་དེ་ན་ས་ཚི་བཙོང་རྒྱུ་ཡོད་ས་ཡོད་ལས་གོ་བྱུང་ཟེར་ཏེ་ད་དེ་ཁོ་རང་ངོ་ཤེས་མཁན་བོད་ཀྱི་ག་རེ་དཔེ་འདྲི་རྒྱུ་རྫོགས་རྒྱུ་ད་ཤོད་སོང་ཡོད་ན་མི་ཤེས། ཨ། དེ་འདུག་ཨེ། ཨ་ཉོན་ཅིག་བདེ་བ་རང་རྫོགས་རེད་ཁོས་སྨྲས། ད་དེ་གི་ཡ་མ་བྱས་ནས་དུ་ས་དེ་ཐོབ་རེད་ས་དང་མུན་སེལ་ཙང་ནས་དེ་ལ་ས་དེ་ཡོད། ཁོ་རང་སྤུན་ཟླ་མའི་སྤུ་གུ་དང་སྐྱེས་དམན་ཐམས་ཅད་ཚང་མ་དེ་ཡོང་རོགས་མི་བྱེད། ད་ཁོས་ས་བཙོང་དགོས་ཤོག་རེད། ད་ཡ་ཅི་མ་ཅི་ས་དེ་ཐོབ་རེད། ནོར་གྱི་ཐག་བཅད་དེ་ས་དེ་ཐོབ། ས་ཐོབ་ཚར་དུས་དེ་ནས་ད་བླ་མ་ཐམས་ཅད་དེ་ན་ཚུད་དེ་རིང་ཤོས་གཡུང་དྲུང་ལས་མཁན་ཆེན་དང་ངའི་དགེ་རྒན་དང། ད་ལྟའི་བླ་མ་ཐམས་ཅད་ཚང་མ་དང་མི་མང་ཁྱོན་བསྡམས་པའི་ཐོག་ལ་མི་མེད་བཞི་བརྒྱ་བ་རེད་བཞི་བརྒྱ། མེད་ཀྱི། བོད་མི་བཞི་བརྒྱ་གི་གཞིས་ཆགས་བཙུགས། ད་དེ་ལ་མི་རེ་རེ་ལ་ཆིག་སྟོང་བཞི་བརྒྱ་འགའི་ལྟ་སྲུང་སྐད་ཆ་བཤད་འོང་དུས་མི་རེ་ལ་ཆིག་སྟོང་བཞི་བརྒྱ་གཙོ་ཆེའི་སྐད་གྲགས་ཆེན་པོ་རེ་སྟེ། མི་རེ་རེ་ལ་ཐོབ་ཐང་དེ་ཆེ་དེ་ཆེ་གི་འགྲོ་སོང་བཏང་ནས་ད་གཞིས་ཆགས་བཙུགས་རྒྱུ་གི་འཆར་གཞི་བཞག་དེ་རེད་ཅེས་ཁོང་པ་དགུ་ཆུ་ཁོག་རྩེ་ཡིན་ནི་ཅེས་རྒྱབ་རེ་བྱོན་བདམས་པའི་དྲུང་པ་གིས། ད་ད་ཞིག་ཁ་ཁ་འོང་མཁན་དང་འགའ་རེ་གཉིས་གཉིས་སམ་ནང་ལ་གཅིག་པ་བྱས། ཁ་ཤིག་ཁ་ཤིག་དེ་རུ་རྩེ་རྒྱོགས་རེ་བྱོན་བདམས་པའི་དགུ་ཆུ་ཁོག་རྩེ་ནས་སོང་རེ། གྲོང་པ་རྫོང་གི་རེད་ད་ཁོང་པ་ཚོགས་ཚོགས་དེ་ནས་ཚོགས་ཁ་ཤས་སོང་རེད་ད་དེ་ལ་མཉམ་འདོགས་བྱེད་དུ་ཡོང་ས་མི་སང་བདེ་ཆེན་དུ་བྱེད་འོང་རེད་གྱ་སྟོད་བ་ཤོག་ཁ་བཙལ་ཡོད་ཀྱི་ཁྱུང་ལུང་བ་བཙལ་ཡོད་ཀྱི་ཨ་མདོ་བཙལ་ཡོད་ཀྱི་ཁམས་པ་བཙལ་ཡོད་ཀྱི་རེད་མི་འདུག་ཨེ་འདུག་ལན་གཅིག་ལ་ད་དེ་ད་སི་མས་ཏོག་ཙེ་ལས་སླ་བ་འདུག་ཚོ་རུག་རུག་བྱེད་དུ་ལས་ཀ་ལས་བྱེད་དུ་རེ་མོང་རེ་མོང་འདྲ་མི་བྱེད་དེ་མས་ཚང་མ་རུག་རུག་བྱེད་དུ་སྟབས་བཙལ་ལ་ཀོ་རེ་མི་འགོག་མཁན་ཀོ་རེ་མང་དྲག་ཉུང་དྲག་འོང་མི་འདུག་དེ་དུ་རུག་འདྲ་མང་བྱེད་ནས

ད་དྲུད་འོང་བྱས་ཏེ་དེས་དང་དེ་ནི་རྒན་ཟིང་འཁྲུག་རྫོགས་ཀྱི་དག་ཟིན་མོད་ཤེས་རབ་བློ་གྲོས་ཀྱི་ཞབས་རྩེ་རེད། དེས་དང་དེ་སོགས་ཀྱིས་ད་ཡིན་བརྩེ་མི་བརྩེ་མཁན་ཆེན་སུ་མ་བསྐོས་ན་མེར་མཁས་པོ་སུ་མས་བསྐོས་རྒྱུ་མ་བྱུང་ན་རྩ་བ་ཉིད་ནས་ད་སྐུ་སོ་མའི་འགྲིག་མི་འདུག་རྫོགས་བྱེད་རྗེས་རེད་ད་ནི་ལོ་གཉིས། དྲུག་ཅུ་རེ་དགུ་ལོ་ལོ་ཡིན་རྒྱུ་རེད། ཁྲི་སྟོང་དགོས་ད་བསྟོད་ཁྱོད་དྲུག་བཅུ། རེ་དྲུག་ལོ་ལ་ངའི་དར་ཞིང་རེ་བརྒྱུད་ཕྱི་བྲིས་ཁྱེད་ཐོབ་རེད། དེ་བོང་བུ་ཕང་འདྲེ་བྱུང། དེ་ནས་རེ་བརྒྱུད་ལོ་ལ། དེ་ཚེ་ཡ་གཅིག་མ་གཅིག་གྲགས་འགྲིག་པོ་འགྲིག་པོ་མ་བྱུང་དྲུག་བཅུ། རེ་བདུན་ནས། དེ་ནས་ས་ཉོ་རྒྱུ་དེ་དྲུག་བཅུ་རེ་བདུན་ལོ་ལ་ཉོ་ཐུབ། དེ་ནས་རེ་བརྒྱད་ལོ་ནས་མགོ་བཟུང་ནས་དར་ཞིང་ཚུར་རུག་རུག་བྱེད་དུ་རེ་བདུན་གྱི་གཞུག་ནས་དེ་རྣམས་གཞིས་ཆགས་པ་རེད་གཞིས་ཚུར་ཞག་གོ་ཕོག་དེ་རུ་ཆེད་བསྡད་ནས་དྲུག་བཅུ་རེ་བདུན་ལོ་ལ།

དེ་དུས་སྐུ་གཞུང་མཁན་ཆེན་ནོ་ཝེ་ལོང་རེད། ཕེ་ཡ་ཁུ་པ་རང་གི་གདན་འདྲེན་ཞུས་སོང་ནས་ཕ་གིའི་ཨོ་སི་ལོ་ཡུ་ནི་བར་སི་ཏི་ནང་ན་མེད་དེ་ཕྱག་ལས་གནང་ཕྱོགས་རེད། ད་ད་རེས་འགྲིག་དུས་ད་རེས་ཁོང་ཕབ་རེད། ད་ཚུར་ཕབ་དགོས་རྗེས་འདི་ཙམ་གྱི་གཉའ་ཤིང་སྐུ་གསུང་མང་པོ་གསུངས་པའི་ཁ་ཚོན་གསུང་གི་འདུག་བ་དེ་དེ་མེད་ཡིན་མིན་བཙན་གྱི་གསུང་རེད་ད་ངུ་སོ་བྱེད་ཐབས་མ་རེད་ད་རེས་འགྲིག་རེད་ཁོང་རེས་ཕབ་རེད་ངུ་སོ་གི་གདམས་པ་མ་རེད་དེ་ནས་ད་ཁྱི་དགོངས་བརྩེ་བརྩེ་གཏམ་གསུང་ལེགས་རྒྱུ་མེད་རེད་ད། ད་དེ་དུས་གཡུང་དྲུང་ལས་མཁན་ཆེན་ཞོགས་དུང་རེད། ངའི་དགེ་རྒན་དེ་འོ་རེད། ད་བླ་མ་ཐམས་ཅད་ཚང་མ་སྟག་རི་རྗེ་སར་ལོག་ནས་ཆོས་འཆད་ཚོགས་འོ་རེད། དཔའ་ཚུལ། ཁྱོད་གོ་མྱོང་རྒྱུ་ར་རྒན་དཔའ་ཚུལ་དང་ད་ལྟར་མང་པོ་འོ་རེད། དེ་སོགས་ངུ་སོ་ཁོས་སྟག་རི་རྗེ་སར་ཁོ་གྲོ་ཆག་གི་མའི་སྦུག་རེ་མི་དེ་རེ་ཟོ་རེད། དེ་དུས་ཀྱང་ཀྱང་ཚུར་རུག་རུག་བྱས་ནས་ཡར་ལོག་གོ་ཟོས། དེ་གི་ནང་ལ་ད་སེར་མོ་གྲ་སྒྲིག་བྱས་ནས་ལ་ལ། རྗེ་སར་ཁོ་ད་ལྟ་དགོན་པ་རྒྱབ་ས་གི་ས་ཆ་དེ་རང་རེད་ས་དེ་ཐོབ་རེད།

ཡང་བཅུག་མི་འདུག། ད་ཁོ་ཚོས་ཁ་ནང་སྒོ་མོའི་འདི་པ་ཀྲོ་ཨ་རི་དང་དེ་སོགས་ཡང་ཚང་ཚང་རེ་རེད་འདུག་ལབ་འདུག་ཚང་ཚང་རེ་མ་རེད་ལབ་འདུག་གཞུག་མ་གཞུག་མ་ཕར་གྱི་ཚུར་གྱི Demarcation བྱེད་དུས་དེ་ཕྱིན་ཁ་ཚང་མ་ངུ་སོ་ཐབས་སོང་དེ་བཀོན་པ་རྒྱབ་ས་གོ། ད་དེ་གི་ཚུན་ཆད་ནས་ཡང་དེ་རི་རི་ཙུག་ཙུག་སོང་མི་འདུག་ཡ་ལོག་སྒྲུབ་ཁང་རྒྱབ་ས། དེ་སོགས་ཐམས་ཅད་སྐུ་གཞུག་ཁང་རེད་ཐབས་ཤེས་བྱས་ནས་ལོངས་པར་མ་ཐུབ་ངལ་སོང་གི་མ་རེད། ཐབས་འོང་མ་རེད་དེ་དུས།

རེད། Dehradun། ཁྲི་ལས་རྒྱང་ཚོགས་རྒན་བསམ་དགའ་ཁྱེད། དེ་ནས་ད་སྤུན་ཁ་ཤས་སོགས་རེད་དེ་སོགས་དང། ད་ཚོགས་མང་གི་ད་སོ་མས་ཨུ་རུ་མུ་རུ་བྱས་ནས་དེ་བསྡོམས་པ་རེད་ཁོང་པ་དེ་ཟོས་ལེ་རེད། རང་རང་ཁུ་སོ་མས་བཅད་ནས་བཀྲེས་པ་རེད། དེ་རྒྱབ་ས་གི་ས་ཆ་དེ་དང་ཕ་ལོ་བྲག་ཚང་གཞུང་ཞིང་ཁག་དང་དེ་སོགས་ཚང་མ་ལ་མི་མང་ལ་བགོ་བཤའ་བགྱིས་ཏེ་ངའི་དགོན་པ་ལ་བགོ་བགྱིས་ང་རང་བདག་པོ་བརྒྱབ་དེ། དེ་མས་རྩེད་མང་པོ་བཤད་པ་རེད་དེ་རང་མི་ལ་རེད།

མཛོད་བཙལ་གྱི་ནང་ནས་གཡུང་དྲུང་ལ་མཁན་ཆེན་བཞུགས་བཙལ་གྱི་ནང་ནས་ཁོང་རེ་བཞུགས་བྱེད་ས་མ་ཏུ་ངུ་སོ་གྲ་སྒྲིག་བྱེད་ས་དང་གཡའ་རི་མ་རེ་སྐད་ཆ་བཤད་ས་འོག་མ་རེ་དེ་ད་དེ་ནང་བཞུགས་རྒྱུ་རེད། དེ་ནས་ཀ་ལི་ཀུ་ལི་དོན་མེད་ད་ཁོང་དེ་ནས་དེ་ནས་བཟུང་ནས་དགོན་པ་ཁོང་རེ་རྩིས་བརྒྱབ་ད་ག་རེ་གནང་ན་གནང་རོགས་བྱེད་རྩིས་དེ། དེ་ནི་ངས་གོམས་པ་མ་སྟེ། ད་ལྟ་རྒྱུ་ནི་ང་ལ་མང་པོ་ངའི་གཞིས་ཆགས་ལ་མ་ཚོ་ཚེ་མའི་མགོ་བཙུགས་དུས་ང་ཡིན་དུས་ཚོང་བ་ང་དང་ང་ཁྱོད་དཀར་ཁྱེད་ཀྱིས་ཅུང་ཟད་ལེགས་བཤད་འདུག་ངས་འཇོན་ན་མ་འཇོན་ན་ཡར་འགྲོ་མར་འགྲོ་ཚང་མ་ངས་བྱེད་དགོས་འདུག་དེ་ནི་ད་དུས་རེད་དེ་ནི་ཁོང་རེ་ཚོ་ཕེབས་དུས་དྲུག་ཅུ་རེ་དགོས་བཞུགས་གི་ཡིན་གྱི་རེད། དྲུག་ཅུ་རེ་དགུའི་གཞུག་གུ་དུ་མ་ཕུལ། དེ་ནས་དེའི་བར་དག་ལ། ང། མེས་འོང། བདེ་བ་དགོས་ལ། འཇམ་མལ་བུས་སོང། དྲུག་ཅུ་རེ་དགུའི་ལོར། སྐུ་གཞུང། མཁན་ཆེན་སྐུའི་ཚ། དེ་ནས་ཚུལ་མ་ཕུལ་གོང་ལ། ང། འཇམ་མལ་བུས་སོང། བདེ་བ་དགོས་བདེ་བཞག། དེ་ལས་ཀ་ལས་མཁན་འོ་རེ་མཁས་གྲུབ་དང་དང་ད་ངའི་གྲྭ་བ་དྲུང་མཁན་དེ་གཉིས་ཀྱིས་རོ་མན་ལ། ཁོ་མི་ནས་སྟོང་བཞག་ལས་འོ་རེ་ཁོང་གཉིས་ལ་བླ་ཕྲན་བུ་སྤྲད་ཤོག་རེད་དེ་ནས་ཁོག་སོགས་ལས་ཀ་འདུག་ང་དམིགས་བསལ་བསྡད་ཀྱང་ན་ཚ་བཅས་རེད་མ་གཏོགས་ཁས་མི་ངོམ་འདུག་དེ་དམིགས་བསལ་ནི་ལས་ཀྱི་ཚོང་མང་ཁོ་སོགས་ལས་རོགས་བྱས་འདུག་ད་ས་རེད་ཡ་རེད་མ་རེད་ཚོང་མང་དེ་ནས་དྲུག་ཅུ་རེ་དགུ་ལོ་ལ་ཕ་ཆེ་ཏན་ཐན་བྱས་ནས་རེ་རྒྱུ་ཞིག་སྤྲད་སྤྱད་རྒྱུ་དང་བཅའ་ཁྲིམས་བཟོ་རྒྱུ་དེ་ཚང་མ་ཆགས་སོང་སྟེ།

དྲོད་ལ་བཀའ་ཕབ་རྒྱུ་ཁོ། སྨན། སྤྱི་སྤང་གི་སྨན་འོད་ཟེར་བྱས་པ་ཡིན་རྒྱུ་རེད། གཤེན་ཚོང་ལ་དག་ཞིང་མི་ཨ་མ་ར་ཡ་རེད། ཞུ་ཚོང་ལ་གཡུ་འབྲུག་མཚོ་མོ་འཛུགས་རྒྱུ་དེ་རེད། དེ་གཡུ་འབྲུག་མཚོ་མོ།

དེ་རུ་རྫོགས་སྤྲོད་རིག་དལ་དུས་བཀའ་གདམས་ཕོ་ལི་གི་དོན་དག་འདྲ་མོ་དེ་སྐུ་གདུང་ཞིག་བཞེངས་ཤོག་རེད་བསམ། དེ་བསྟན་དེ་ཡིན་གྱི་རེད་བལྟ་སོང་སྔོན་མ། བསོད་ནམས་བློ་གྲོས་མ་ཐོབ་བར་དུ་ལ་མཉམ་མེད་སྐུ་གདུང་ཁོང་བཟོ་རྒྱུ་སོད་ད་སོང་ཁོང་པ་ཅིག་མཉམ་མེད་སྐུ་གདུང་སྐྱིད་ལ་བཤམ། དེ་མཐར་རིན་ཐང་སྐུ་འདྲ་མཆོད་རྟེན་ནི་ག་སོང་མ་ཏོག་ཡོད་མ་རེད་དེ། དལ་དུས་ཕར་ཆེར་དེ་འདྲ་མ་སུམ་ཅུ་ནང་སོང་བར་གྱི་རུ་དར་བསོད་ནམས་བློ་གྲོས་ཡན་ཆད་ཚང་མ་སྐུ་གདུང་རེ་རེ་རེ་རེ་ཡོད་རེད། ཁྱུང་པོ་འོ་མ་རེད་ཚོང་མ་འདི་ར་ཤི་མ་ཏོག་ས་ཡོད་རྒྱུ་མ་རེད་དེ། ཚོང་མ་ཁོ་བལྟ་ཚེ་གྲ་སྒྲན་ནས་ཕར་འདྲ་འདྲ་འདྲ་རེད་བཞག་བཞོག་རེད་མ་ཚོ་ཤང་ས་རྫིག་པོ་དེ་རུ་འོ་མ་རེད། བསོད་ནམས་བློ་གྲོས་དོད་ལི་དོད་བཀྲ་ཤིས་ལིམ་པོ་ནས་ཀ་བབས་རེད་རྫོགས་རེད་ག་རེ་ཡིན་མིན་རེད་དེ་ནས་དོད་མེད། ཕེ་གནམ་མཚོ་མཁའ་ལ་ཕར་ཕེབས་ནས་གནམ་མཚོ་མཁའ་ལ། དེ་མེད་དེ་འདྲ་མེད་འདྲེ་དང་ལི་སྟག་བཙན་གི་མི་གི་མང་པོ་བཤད་རྒྱོག་རེད་དེ་འདྲ་བྱུང་ནས་དེ་ནས་མཁས་བ་ཆེན་པོ་བྱུང། དེ་ནས་དེ་ནས་བཟུང་ནས་དོད་དེ་ནས་བླ་མ་ཐོན་སྐྱེས།

གཏེར་སྟོན། གཏེར་ཐོན་ནས་ཀྱི་རྒྱུ་མཚན་སྨན་གྲོལ་ཁོ་རང་གི་ཨ་མ་ཁོ་གཏེར་མ་འོང་རེད། དེ་ནང་ད་ལྟ་ངོས་སུ་སྨན་གྲོལ་འདི་གི་ནང་ནས་ཕབ་རྟགས་སྔིན་མ་ནི་དུས་རིག་ཅེས་ནས་ཁིས་ཕག་མི་བཞི་དུས་ནས་སྒྲོབ་ཤི་བདེ་ལེགས་ཀྱི་ཕབ་རྟགས་དེ། དེ་སྣོད་དཔའ་རུ་དུད་འགྲོ་འོ་ས་རེད་སྣོད་དཔའ་རུ་སྣོད་སྨན་གྲོལ་བླུགས་ས་ཁག་ཁག་གི་སྒོ་མི་བདེ། དུད་འགྲོ་ཆ་ཚང་འོ་ས་རེད་དེ་ད་ལྟ་ངོས་སུ་ཡོད་མ་རེད་དེ་སོ། ཁྱེད་གཉིས་སུ་བུ་ལང་ཡོད་ན་ཡོད་འགྲོ་སྐུ་གཞུག་མཁན་ཆེན་ཙག་ལོ་རྗེ་རེད།

ད་ཕུ་པ་གི་མེ་བྱེད་རྒྱུ་ཡོད་ད་ཨ་མ་དེ་ཚོ་དེ་རང་རེད་མ་གཏོགས་སེ་གཞན་དག་ཡ་རུ་མ་རེད་ཤེས་རྒྱུ་མ་རེད་ལོ་རྒྱུས་ད་ཆ་ཤེས་མཚུངས་དེ་ཨ་མ་ར་ཡ་རེད་ཡི་གེ་ཤེས་གི་ཡོད་མ་གཏོགས་སྒྲུ་ལེ་སྒྲུ་པ་དང་དེ་འདྲ་ཤེས་གི་མེད་ཨ་མ་ར་ཡ་དང་ཡིན་འགྲོ་ཆུང་མ་གཉིས་པོ་དེ་ལོ་རྒྱུས་ཤེས་རྒྱུ་རེད་སྒྲུ་ས་དང་ཡི་གེ་གཏེར་ཐོན་ས་དང་དེ་ཚོ་ངས་ཤེས་གི་ཡོད་དེ་སྨན་གྲོལ་གཙུག་དུས་ག་འདྲ་ཅིག་འདོན་གི་ཡོད་ཅི་འདྲ་ཅིག་འདོན་གི་ཡོད་དེ་ངས་ཤེས་གི་མེད།